རྣམ་པ་ལས་ཀྱི་བཀྲ་ཤིས་བདེ་ལེགས། ཨན་དེ་རིང་ད་ང་ཚོས་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུ་ཡ་དེ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་དང་སྤྲུལ་སྐུ་ཐུབ་ཐོབ་རིན་པོ་ཆེ་མཉམ་འབྲེལ་བྱས་བྱས་ཨན་ལོ་བཞི་རང་ལས་ད་དཀའ་ལས་མང་པོ་བརྒྱབ་བྱས་ཨན་དཔེ་མཛོད་འཛིན་སྐྱོང་གཉེན་གཤིས་དེ་ད་བྱས་བོད་ཀྱི་ཆོས་དང་རིག་གཞུང། འཛིན་སྐྱོང་སྤེལ་གསུམ་བྱས་ལ་ད་གོ། དགོས་མཁོ་གལ་ཆེན་ཅིག་ཡོད་པ་སོང་ས་ཨ་ན་ང་ཚོ་དེ་ཉིན་ཅིག་དེ་ད་ཞིབ་འཇུག་མང་པོ་དང་ཨ་ན་མཁས་པ་མང་པོ་དང་མཉམ་དུ་བསྡུར་རྗེས་གང་ལ་གང་འཚམ་ཅིག་ལེགས་གྲུབ་བྱུང་རྗེས་དེ་རིང་རྣམ་པ་ཚོ་ལས་ད་དེ་ངོ་སྤྲོད་ཞུ་ཡ་དང་འགྲེམས་སྤེལ་ཞུ་ཡ་དེ་འདྲ་བྱས་ཨ་ན་དེ་ནས་ངོ་སྤྲོད་ཞུ་ཡ་གཙོ་བོ་དེ་ཉིན་ཅིག་དེ་ནང་འཇུག་བྱས་ཡ་དང་ཨ་ན་དེ་ནས་བེད་སྤྱོད་ག་འདྲ་ཞིག་གཏོང་དགོས་ཀྱི་ཡོད་མེད། དེ་ཆེད་ངོ་སྤྲོད་གཏོར་དུས་ཅིག་འདུག་ཟིན་ཨན་དུ་འདྲ་སོང་ཙང་གནང་པོ་ཚོས་ཕན་ཐོག་གང་འཚམ་ཡོང་ཡག་གི་རེ་བ་ཡོད། ཉན་ཅིག་དེ་ལྟར་སྨོན་ལམ་གྱི་དྲ་རྒྱ་ཅིག་རེད ww dot སྨོན་ལམ IT dot com རེད་ཨན་དེ་མིན་པའི་ད་བོད་ཕྱི་ནང་གི་དྲ་རྒྱ་ག་བ་ཞིག་ནས་གནང་པ་ཚོས་གི་དེ་ཉན་ཅིག་དེ་ལྟར་ཕབ་ལེན་གནང་པའི་ནི། ནང་ཚན་མང་པོ་ཞིག་ཡོང་གི་རེད་ཨ། འདི་ནས་ཕབ་ལེན་བྱས་ཚར་བའི་ཞུ་སྒོ་དེ་རྣམ་པ་ཚོས་དང་པོ་དེ་ད་ཉན་ཆེད་སྒྲིག་འཇུག་བྱས་ཡ་དང་གཉིས་པ་དེ་སྒྲིག་འཇུག་བྱ་ཚུར་ཟེར་ངེས་པ་དེ་རྣམ་པ་ཚོས་ད་དེ་ལས་ཅིག་གཟིགས་པ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཨ། འདིའི་ནང་ལོག་ལས་སྒྲུག་རྩིས་པའི་ནང་རྣམ་པ་ཚོས་དེ། གཙོ་བོ་དེ་ཉན་ཆེད་དེ་ད་དཔེ་སྦྱོར་གཏོང་ཡ་ལས་ད་གོ། དང་པོ་དེ་སྨོན་ལམ་བོད་ཡིག་གསུམ་པ་དང། སྨོན་ལམ་ཚིག་མཛོད་ཆེན་པོ།